ད་དེ་རིང་ལས་ཡོད་ང་ཚོས་ཡག་པོར་བྱེད་ཕར་ཅིག་བྱམས་སྙིང་རྗེ་རུ་ཅིག་གཏོང་ནས་བོད་ཀྱི་གཡོག་པོ་རྒྱུ་ཡག་སོ་སོ་བྱེད་ཀྱིན་མ་བསྡད་པའི་ཆེད་ཨེ་ནུ་སུན་རང་བྱེད་ཀྱི་རྒྱུ་ཡག་སོ་འདོད་ད་མཐུན་ཆུང་བྱེད་ཀྱི་རྒྱུ་ཡག་སོ་འདོད་དེ་འདྲ་བྱེད་ཀྱི་འདོད་ད་ཚབས་ཆེན་ཤ་ད་དེ་ག་ཚབས་ཆེན་ཁ་ཀླད་པའི་ཚབས་ཆེན་པོ་ཡིན་གསུངས་པ་ད་ངས་དོན་གྱིས་ཞུས་སོང་ང་སྐུ་སྟོང་ཕྲག་མང་པོ་བཞག་པ་ལ་སུ་སུ་ཁྱིམ་ཚང་ནང་དང་ནད་པ་བྱུང་ན་དེ་ལ་ཞབས་ཕྱི་རྒྱུག་གི་ཡིན་ན་དེ་བོད་མི་ཆགས་ཡོད་རེད།

དེ་ལ་ཅིག་སྟོང་དེ་ལ་མ་དེ་གུ་ལོ་གཡོ་ལ་མ་གཡོ་སོ་ཨ་པུཀུ་ཏི་ཀའི་དཀྱིལ་ནས་དེ་ལ་སྡུག་ཐང་ཆད་དེ་ཡག་སོ་ཅིག་གིས་དེ་ན་སྡིག་པ་ཚབས་ཆེན་རིག་ཉེས་ལས་རིག་ད་ལྟ་ཡང་དེ་ལ་ཡག་ཅིག་ང་ཚོས་དཔེ་ཅིག་བདག་པོ་ཡག་པོ་བཞི་བོ་སྐྱེ་དགོས་གཡོག་པོ་ཡག་པོ་བཞི་བོ་སྐྱེ་འུ་ཐག་པ་དག་བཞི་བོ་བྱེད་ན་ཡང་དགེ་བ་རླབས་ཆེན་རེད་ང་ཚོ་དཔེ་ཆ་ཁོ་ན་ལ་ཡོད་པ་ནད་པ་དང་ནི་ཆོས་མ་དང་སྐྱེ་བྲལ་བྱང་ཆུབ་སེམས་དཔའ་ལ་ཡོད་ནི་གཞལ་དུ་མེད་པ་ཡིན་སྲིད་དོ་ནད་པ་ཆད་ཆོས་མ་ཉན་གི་བླ་མ་དེ་ཆད་བླ་མ་ཡིན་སྲིད་ངུ་དུས་ཤ་བླ་མ་སྲིད་ཀྱང་མ་ད་ཆོས་བཤད་ཡིན་གི་བླ་མ་དེ་རེད་སུ་སུ་ལ་མ་ཆོས་བཤད་ད་དེ་བླ་མ་ཡིན་གཅིག་མི་གཅིག་ང་ཡིན་གུག་མ་རེད་པ་བླ་མ་མང་པོ་ཡོད་ཞུ་དགོས་པ་དང། ཆོས་བཤད་ཡུལ་སུ་སྟོན་ཡིན་གཅིག་མིན་གཅིག་གི་ཡི་གེ་ཁྲིད་གང་ལ་སྟོན་རྒྱུ་དཔེ་ཆ་གཅིག་བར་ཆ་ཡོང་མ་རེད། གང་ལྟར་ཁ་བརྡ་ལ་བསྟུན་ནའང་ཉིན་གྱི་བླ་མ་དེ་བསླབ་གྲྭའི་དགེ་རྒན་དེ་བྱས་པ་གང་གི་ཆ་ཚང་དེ་གནད་དུ་འཇུག་འདོད་ད་ང་ཚོའི་དཔེ་ཆའི་ནང་དགེ་རྒན་ལ་རྩ་ཆེན་པོ་ཞུ་རྩིས་ཀྱི་རེད་དེ་ལ་དབྱེ་འབྱེད་གཏང་གི་མ་རེད་རྒྱ་ཡིག་བོད་ཡིག་ག་རིགས་མིན་དབྱེ་འབྱེད་ཅེས་གཏང་གི་མ་རེད། ཡིན་གཅིག་མིན་གཅིག་གི་དགེ་རྒན་སུ་སྟོན་ཐོག་དཔེ་ཆ་ལ་ནི་དགེ་རྒན་གོ་བ་མ་རེད་ད། ད་དེ་ཞེ་བོ་ཅིག་རྩིས་ཀྱི་རེད། སོ་སོ་དཔེ་མི་སྲིད་ཀྱི་དཔེ་བླ་མ་རྩ་ཆེན་པོ་གང་ནས་ནི་འཁྲིད་པ་ལྟ་བུ་ཞིག་ལ་ཕེབས་དུས་ནས་ལས

དེ་གཅིག། དེ་ནས་ཡང་ན་སྐྱེ་བྲལ་བྱང་ཆུབ་སེམས་དཔའ། སྐྱེ་བྲལ་བྱང་ཆུབ་སེམས་དཔའ་སུ་དེ་བསྡུ་ཨ། ཡིན་གཅིག་མིན་གཅིག་གི་སངས་རྒྱས་གང་ལ་མེད་བྱང་ཆུབ་སེམས་དཔའ་ལའང་གོང་མ་རེད། བྱང་ཆུབ་སེམས་དཔའ་རྟོགས་པ་ཡོན་ཏན་ཡོད་དུས་ཀྱི་དུས་ཀྱི། སེམས་ཀྱི་སྐྱེས་སངས་རྒྱས་ད་ང་ཚོ་སེམས་ཀྱི་སྐྱེས་ཡང་དེ། དཔེ་ཆའི་ནང་གི་སྐྱེས་ཆགས་སོང་ཨ། ནམ་རྒྱུན་དུས་རྒྱུན་དུ་ཐུགས་གསུང་བཟང་པོ་ཡོད་དུས་ཡོད་གི་མི་དེ་འདྲས་རེད། ད་དེ་ལ་སྤང་ལགས་དེ་འདྲས་ཡོང་ཆོག་གི་རེད་ཨམ་ལགས་དེ་འདྲས་ཡོང་ཆོག་གི་རེད་བུ་འབངས་ལུགས་དེ་འདྲས་ཡོང་ཆོག་གི་རེད་སྐུ་ཞོག་ལགས་དེ་འདྲས་ཡོང་ཆོག་གི་རེད་ཤོད་ལགས་དེ་འདྲས་ཡོང་ཆོག་གི་རེད་བ། ཡིན་ཡིན་མི་ཤེས་བྱང་ཆུབ་སེམས་དཔའ་ཆེ་ནི། ཇི་ལྟར་ང་ཚོ་མགོ་ལོག་ངང་ངམ་དབང་ཐུགས་སུ་སྐྱེས་དྲུག་ཡོད་རེད། བྱང་ཆུབ་སེམས་དཔའ་ཆེ་ནི་གཅིག་རྡོ་བ་མ་འདྲར་ཆེ་གུ་ལོག་ཆེ་མ་འདྲར་ཅིག་ཕ་ཡོད་རབས་ཆེ་ན་ལྟ། ཨ་ན་ང་ཚོས་གཅིག་ཕྱི་ལོག་འདི་ནས་བལྟས་རྗེས་ཨོ་འདི་ལ་ཁ་གདངས་རྒྱུ་མི་འདུག་འདི་ལ་ཡག་པོ་བྱེད་དགོས་འདུག་འདི་བྱང་ཆུབ་སེམས་དཔའ་ལ་ཤ་ཆེ་ཨ་ན་ང་ཚོ་མགོ་ལོག་སྐྱེས་དོགས་སྐྱེས་ཡོད་མ་རེད་པ། ཕྱི་ལོག་འདི་ནས་གཅིག་ཕི་ཡི་རྟགས་རེད་ཅིག་མ་འདྲར་ཅིག་ཡོད་རབས་ཆེ་ན་ལྟ་གཅིག་རེད་དེ་དེ་མེད་པ། བྱང་ཆུབ་སེམས་དཔའ་གྲྭ་བའི་དཀྱིལ་ལ་ཡོད་རེད་ཨ་ནེའི་དཀྱིལ་ལ་ཡོད་རེད་མི་ནག་གི་དཀྱིལ་ལ་ཡོད་རེད་གྲྭ་མ་འདྲའི་དཀྱིལ་ལ་ཡོད་རེད་པ། རྒན་གོག་གི་དཀྱིལ་ལ་ཡོད་རེད་བུ་བུ་མོའི་དཀྱིལ་ལ་ཡོད་རེད་བྱང་ཆུབ་སེམས་དཔའ་ང་ཚོའི་བཙུན་ནི་ཤོད་དུ་གོ་མ་རེད། ཡིན་ཞིང་མི་རིགས་བྱ་རྒྱུད་སེམས་དཔའ་ཡིན་ནི་གྲྭ་བ་ཡིན་པའི་རྗེས་སུ་གང་ལ་ཐུག་གི་རེད་ཧམ་པར་ར་རེད་མ་འདུག་འདི་རྩ་བ་ཉིད་ལ་ཐུག་གི་མ་རེད་པ་ད་དེ་འདྲས་ཀྱི་བྱ་རྒྱུད་སེམས་དཔའ་དེ་འདྲས་ལ་ཡང་ཁ་གཏང་གི་དུས་ཡག་སུ་འདྲས་ད་ཉེས་མེད་བྱེད་ཀྱི་དུས་ཡག་སུ་འདྲས་ད་ཞབས་སྦྱོར་ལྕང་པ་འདྲས་བཟོ་གི་དུས་ཡག་སུ་འདྲས་ད་ད་དུང་ངན་ལས་ཚབས་ཆེན་ཡིན་གསུངས་པ་ནི་སྟོབས་ཆེན་ད་དེ་དོན་གྱིས་དོན་གྱིས་དེ་ད་ཅི་བྱས་ན་ད་དཔེར་ན་ཁ་གཏང་མེད་ན་ཁ་ཐུག་ད་ག་ད་ག་འགྲོ་ཡག་སུ་ཆགས་འདི་གི་སྔ་མོ་ཁམས་ལ་ཡང་བླ་མ་གཅིག་གིས་སེང་རས་དགེ་གསུམ་གྱི་མཁས་པ་ཚོ་འདུག་ཡང་ཁ་གཏོང་ཡག་སུ་བྱས་རྗེས་འབྲུ་འགོ་སྲི་ཡག་གི་བསྟན་བཅོས་ཤིག་བརྩམས་འདུག་བ་དཔེ་ཅིག་བརྩམས་པར་ཁོ་རང་གི་དལ་གྱིས་བྲིས་ཞེས་དལ་དེ་མིང་ལས་ཡང་སྦྲུལ་གུ་གོ་འོག་ཟེར་ནས་མིང་དེ་བཏགས་འདུག་སྔ་མོ་རྒན་རབས་ཅིག་ཞེ་དྲག་གསུངས་སོང་ང་དྲོན་མོ་བཟོ་ཟིན་ལ་ང་ཚོའི་འདས་རྒན་གོང་མང་པོ་ཡོད་ད་ང་ཚོ་གང་གི་གཅིག་པ་རེད་རྒན་རབས་ཞེ་བརྒྱད་དྲུག་རེད་རྒན་གོང་མང་པོ་ཅིག་གོ་དེ་ཡོད་ཨང་ཁོ་རང་གི་དཔེ་ཆ་དེ་མིང་ལས་ཡང་སྦྲུལ་གུ་ཟེར་ནས་བཏགས་ད་དོན་དངོས་ཐོག་ཐོག་དེ་སྦྲུལ་གུ་གོ་དེ་སུ་རེད་ཟེར་དུས་ད་སེམས་ལས་རྒྱལ་སོང་གི་མཁས་པ་དེ་གས་སྦྲུལ་གུ་གོ་ནས་ཞིག་རེད་ཞེས་ནས་དུག་སྦྲུལ་ནས་ཞིག་རེད་ཞེས་ནས་འོ་དེ་རེད་གི་མིང་འདོགས་རྒྱག་ཨ་དེ་རེད།

ད་དེ་སྐྱག་རྫིའི་རྒྱུ་ནི་མི་འདའོ། རྒན་རོམ་ཟེ་ཁོ་རང་ཚོའི་དེའི་སྐུ་ཡུལ་གྱི་ཕ་ཞོགས་དུ་བ་དེ་བྱུང་བ་རེད་ཞེས་རེ་ཟུང་གི་དུ་བ་དང། རྒན་རོམ་ཟེ་ཁོ་རང་ཚོ་ཞལ་བཞུས་པ་ཁུ་དུར་བྱུང་ཐག་ཆོད་བྱུང་བར་ཕྱིན་ནས་རྒན་རོམ་ཤིང་ལེབ་མ་མུ་མུ་གསུང་སོང་ང། མནའ་སྐྱེལ་བྱེད་གསུང་སོང་ང། བྱུང་ཐག་ཆོད་བྱུང་བར་བལྟས་ཟིན། འོ་དེ་འདྲས་རེད། ད་དེ་ག་རེ་སོ་དེ་དུ་བ་སེ་འབྲས་དགེ་སོ་ན་ལ་བྱ་རྒྱུ་སེ་མ་ས་ང་མི་རྒྱ་མང་པོ་ཡར། ས་ཆེན་པོ་ལ་ཞུགས་ཐེངས་ཀྱང་མང་པོ་ཡར། དེ་གའི་དུག་སྦྲུལ་རིགས་ཟེར་གྱི་བལྟས་ན། ཡོང་ཡ་མེད་པ། ཁྱེད་ད་ཆགས་སོང། བཟང་ང་ཚོ་ད་དུ་ཚོ་ནང་གི་ཟབ་ཚོང་ནང་ཤོག་ད་ཚོ་ཚོ་གང་ག་ག་རེ་ཆགས་སྡོད་ཟེར་ནས་ཡུལ་སྙན་མོ་སད་ད་ཡུལ་དཔེ་སྟོབས་ཆེན་པོ། དངོས་གནས་པའི་ཡུལ་རྩ་ཆེན་པོ། འོང་དེ་འདྲ་ལས་ཡང་ང་ཚོས་ཅིག་ད་ཡང་ཡག་སོང་ངོ་ནས་ཅིག་ང་ཚོས་དད་པ་དང་ན་ཆེས་བཟང་པོའི་རྒྱལ་པར་ཅིག་བཙུགས་ཐུབ་པ་ཆགས་ཞབས་ནས་ལས་ཡང་ང་ཚོ་ཁྱབ་ཚང་ཞེ་བོ་ཅིག་རག་ཏུ་དགོས།

ཨ་བུའི་སྤུ་གུ་དེ་ཡང་ཅིག་དབང་དུ་བྱས་ན། ད་སྤུ་གུ་ག་རེ་ཡིན་ན་མེད་ང་ཚོས་ཞེ་དྲག་ཏུ་ཞུ་བཞིན་གི་མ་རེད་པ། ཨ་བུའི་སྤུ་གུ་མི་གཅིག་རིག་སངས་ལ་གཅིག་དང་ཞུ་བོ་མི་སྐྱེ་བ་སྔ་མ་ལ་གཅིག་བག་ཆགས་ཡོད་དོན་ཅུང་ཡག་པོ་ཞུ་བོ་དེ་འདྲ་ཡིན་ན་ཡང་དེར་ལག་པ་རྒྱག་དྲན་མ་རེ་བྱེད་ཀི་དེ་ནས་ཡང་ཅིག་མགོ་ལོག་ཅིག་སྐྱེ་གི་རེད་པ། ཨ་མ་ད་རེད་དེ། དེ་སང་ང་ཚོ་རྡོ་ཨ་ཁ་ཟག་ལ་བཟའ་ཚང་ཞིག་བསྒུག་ཡོད་ད། ཨ་ཡང་སྤུ་གུ་ཨ་མས་ཡང་རྩ་ཆེན་པོ་བཟོས་དུས་ཡང་དེ་ཡིན་ནའི་ཁུར་ནས་ཞུ་ཁ་ཁ་རེད་པ། ང་སྐྱེས་དུས་རྨི་ལམ་འདི་འདྲས་བཏང་བྱུང་ཆུ་རུ་མེད་ནང་གི་ཆུ་སྒང་ངོ་བོ་མ་ཤར་དེ་ཤར་སོང་དྲན།

དེ་ནི་སྐྱེ་བ་ལས་གྱུར་པ་དེ་ན་ཡང་ཕ་མ་ཆད། ནད་པ་ཆད། ཨ་ནི་དགེ་རྒན་ཆད། ཨ་སོ་སོ་ལ་ཆོས་ཞུ་ཉེན་ཆད། ཨ་ཡང་ཅིག་ཆོས་ཞུ་ཉེན་དང་འདིར་དགེ་རྒན་མི་ལེན་ལ་ང་ཚོ་ཁྱིམ་པའི་སྐྱིད་རིང་ཡིན་ན་ཡང་འདྲ་ཐུགས་སེམས་བཟང་པོ་དེ་འདྲ་དང་མི་སྙོམས་ཆུང་དྲང་པོ་དྲང་ཤ་ཡ་རབ་ཞི་བོ་དེ་འདྲ་ཡོད་ན་ཡང་ང་ཚོའི་གདོང་ཐོག་ལ་ཅིག་ཁ་བཏང་གི་དུས་ཡག་སོ་ཐུབ་ཚུལ་བཏང་གི་དུས་ཡག་སོ་འདྲ་གང་ཆུང་མ་ཆུང་བྱེད་ཀྱི་དེ་ནི་ཏག་ཏག་དུས་དབུ་མར་བལྟས་ལན་ངེས་ཚབས་ཆེན་པོ་རེད།

སྤྱོད་འབྲས་བཀུར་སྟིའི་བཞུགས་གྲལ་གོ་ལོག་ཏུ་ཕྱི་ནས་གསལ་འདུག་འོ་དེ་རེད། ཡང་བཀུར་བཀུར་བ་དེ་མ་འོག་ལ་མ་གནས་ཀྱི་དུས་ཡག་སོ་ཆགས་ན་དེ་གོ་ལ་འོག་རེད་འགྲིག་གི་ཡོད་མ་རེད། ང་ཚོ་སྤྱི་ཚོགས་ཀྱི་ནང་ལ་ཡང་མི་ཡ་རབས་མི་གུ་ཞབས་ཡོད་དུས་ཀྱང་མི་སྙོམས་འཇུག་དེ་མང་དུ་འགུག་འདུག་བ། ཁྱིམ་ཚང་ནང་ལ་ཡིན་ན་ནི་དེ་མང་དུ་ཡོད་ན་ཨེ་ནི་ཁྱིམ་ཚང་ཆམ་པ་མཐུན་པོ་ཡིན་པོ་འདུག་གོ། གང་གི་ང་ཡིན་ང་ཡིན་ཟིན་གྱི་ཆགས་དུས་ན་ཨེ་ནི། ཁྱིམ་ཚང་དཀའ་ལས་ཁ་པོ་རུ་བ། འོ་རྟ་འདི་ང་ཚོ་ཟ་ཚོ་ན་ཤོག་ཨ། རྟ་འདི་ངས་དེ་རིང་སྡུག་བཤད་དགོས་ཨ། དེ་ང་ཚོ་སྡུག་ཚོ་པ་བཤད་དུས་དུས་ཏོ་ག་རེ་བཤད་དེ་ཡོད་རེད་ཟེར་ན་དེ་འདྲའི་ང་ཚོ་མདུན་ལས་བཤད་བཞིན་ཡོད་གི་ལས་འབྲས་ཡིད་ཆེས་ཀྱི་སྟངས་སུ་ནས་མི་འདུག་ནག་མོ་སངས་རྒྱས་པའི་ཐུན་མོང་མ་ཡིན་པའི་ལྟ་གྲུབ་རྟེན་འབྱུང་ཟེར་བ་གཅིག་ཡོད་བ་འདི་ལ་བརྟེན་ནས་འདི་ཡོང་གི་རེད་ཡིན་ཟེར་སྲིད་རྟ་འདི་ལ་བརྟེན་ནས་འདི་ཡོང་གི་རེད་ཟེར་བ་འདི་ལ་ཚབས་ཆེ་ཆུང་མང་པོ་འདུག་ཨ། དཔེར་ན་ང་ཚོ་གཅིག་ཡིན་ང་ཚོ་དཔེར་ན་གཅིག་དེ་ཞིམ་པོ་ཚོ་ཡིན་ནས་ལས་གཅིག་དོ་ཨ་པོ་ཏི་ཏྲ་ཡིན་ནས་ཏྲ་ཡོག་མོག་ས་སོ་ཨ་ཕྱིན་པ་ཡིན་ནས་ལས་ང་ཚོ་ཨང་དང་པོ་ལ་ཡང་ཡོག་མོག་གི་སྐྱེ་གཞི་དེ་བྲིས་དགོས་ཀྱི་འདུག་ཨ་ད་ལྟའི་དྲ་བའི་གཞི་འདུག་ཨ།

དེ་རིང་ཉི་མ་གང་ལས་ལས་བྱེད་ཕིང་ཀྱོག་ཀྱོག་ཅིག་ཁྱེར་ཡ་མེད་ན། ཏོག་ནི་སུ་སུས་ཟ་གོ་རེད་གུ་ལོ་རྫོགས་འགྲོ་གི་ཡོད་རེད། རྡོ་ཕར་ཚུར་ཁྱེར་ས་རྡོ་ཕར་ཚུར་ཁྱེར་དུས་ད་གུ་ལོ་ད་ག་ནས་ཤི་རྫོགས་ཐ་ན་ཤི་མ་པ་ཤི་ན་ཧན་གོག་གི་ཐི་ཡིན་ཤི་ན་ཤི་རྫོགས་འགྲོ་གི་ཡོད་རེད། ཨེ་འདི་གས་རང་ལ་ས་ནས་དོང་སྐྱོ་ནས་མ་གནམ་ནས་ཟངས་སྐྱོ་ནས་མ་རིན་པ་སྤྲད་ནས་ཉོས་ཤི་གི་ཡོད་རེད། ཏོག་ཚོང་ལ་ཀ་ལས་ཀྱི་འདོད་པ་སྐོར་རྒྱག་གི་འདུག་བསམ་སྟངས་སྐོར་བ་ང་ཚོ་ནས་ཡུལ་བསམ་སྟངས་གཏང་གི་ཡོད་རེད།

འོ་ད་འདི་ནང་ལ་ཡང་ང་ཚོ་ཟ་སོ་གནང་ཤོག་ཨ་ད་ཏིན་ཅུང་ཟི་ནས་དྲག་ཏུ་རྒྱུ་འབྲས་སུ་ནས་འགྲིག་གི་འདུག་དེ་ལ་ཡང་ང་ཚོ་ཡིད་ཆེས་ཀྱི་དད་པ་ཡག་པོ་ཅིག་སྐྱེ་ཐུབ་ཡག་ཅིག་ད་ང་ཚོ་ལས་འབྲས་ཡིད་ཆེས་ཀྱི་དད་པ་དེ་ཡག་པོ་ཞིག་ཡོང་གི་འདུག་ན་ཨ་ནི་དངོས་གནས་ང་ཚོ་ནང་པ་སངས་རྒྱས་པའི་ཏང་ཏིན་ཅུང་ལྟ་གྲུབ་དེ་ང་ཚོ་བཙུགས་ཐུབ་ཀྱི་ཡོད་རེད་བསམ་ན་ལ་ཡོད་རེད་ལག་ལེན་སྐྱེལ་ཐུབ་པ་ནི་ལག་ལེན་ལས་དྭངས་ནས་ཤིག་སྐྱེལ་ཐུབ་ཀྱི་ཡོད་རེད་སེམས་ནང་ལ་རྒྱུ་འབྲས་འདི་ལྟ་བུ་གསལ་བོ་དེ་ནས་འབྲས་བུ་འདི་བྱུང་གི་ཡོད་ཚེ་འདི་ལྟ་བུ་སེམས་འདི་བྱུང་གི་འདུག་དེ་སོང་ད་ལས་འདི་གསལ་བོ་དེ་ནས་འབྲས་བུ་འདི་ཡོང་གི་འདི་ངང་རིག་པ་འབྲིང་གི་ཡིན་ལས་འདི་གསལ་སོང་ནས་འབྲས་བུ་འདི་ལྟ་འདི་ལྟ་བུ་བྱུང་གི་འདུག་འདི་ངང་འགྲུབ་ཀྱི་ཡིན་གསལ་ཞིག་རེ་ཞིག་དགོས་ཀྱི་ཡོད་རེད་བ་ད།

སང་ཐོག་ས་གང་སྤུ་གུར་བ། ཨ་ན་ང་ཚོས་ཡག་གི་ཆེད་ལ་མ་ཏམ་ཆེད་སྡུག་གི་ཆེད་ལ་ཏང་ཆེད་སློབ་སྦྱོང་ཡང་ཞེ་སྡང་མེད་དུ་ཡོད་དེ་འདི་གཅིག་གམ་སྤུ་གུར་པགས་ལག་བཟོ་ཡག་ཆེད་དུ་ང་ཚོས་གཏང་གི་མ་རེད་བ། ད་ལས་འབྲས་ཡིད་ཆེས་ཀྱི་དད་པ་ཆོས་ཆེ་བ་ཉམས་ལེན་དེ་འོང་ད་ག་རང་རེད་ཞེ་སྡང་ད་ག་རང་ཆེ་ཆེ་འགྲོ་རྒྱུར་གདའ། འོང་ཁོ་སོ་སོ་ལ་དགེ་བ་གསར་བཞིན་པ་ཆགས་བྱས་ན་ལས་ཀ་འདི་འདྲས་ཅིག་བྱས་ན་དགེ་བ་རླབས་ཆགས་ཡོང་གི་འདུག་བས་དེ་འདྲས་ཅིག་བྱས་ན་དགེ་བ་རླབས་ཆུང་ངུ་ཡོང་གི་འདུག་བས་འོང་འདི་འདྲས་ཀྱི་ཚིག་བཤད་དེ་ང་ཚོས་རྩད་གཅོད་གཏང་དགོས་བ་དེ་གལ་ཆེན་པོ་རེད་བ། ད་ད་ནི་ང་ཚོས་ཡུལ་གཉན་པོ་ག་ལ་གང་ཚོད་བཤད་ཡོད་བ། ནད་པ་གཅིག་བྱས་ཕ་མ་གཅིག་བྱས་སྐྱེ་ལྡན་བྱང་ཆུབ་སེམས་དཔའ་གཅིག་བྱས་དགེ་འདུན་གཅིག་བྱས།

དཔེ་ཆ་གཅིག་ལས་ཞབས་འདྲེན་བྱེད་ས་དེ་དང་ད་ནི་ང་ཚོ་དེར་ལན་འབྲས་ཡིད་ཆེས་ཀྱི་དད་པ་རྟེན་འབྲེལ་གྱི་གཏང་ས་དེ་གཅིག་པ་ཆགས་འདུག་གཏན་རེ་གི་གཏང་ས་དེ་དུ་བ་ཆོས་ལུགས་ཀྱི་སྐྱེད་བྱེད་ཡིན་པས་སོ་ཞེས་ཚུལ་གྱིས་གོ་ཁག་པོར་བྱེད་དང་བྱེད་ཁག་པོར་བྱེད་དང་ཡི་གེའི་དྲ་བ་བླ་མ་ཚུལ་གྱིས་ཡག་སོ་ཞེས་ལ་ཡག་བྱེད་ཨེ་ཚུལ་ཆོག་དེ་གཅིག་ཡིན་ཕམ་པ་པའི་ཡག་གི་གཅིག་ཞབས་འདྲེན་ཞུས་དང་མ་ཞུས་དང་ང་ཚོའི་མི་རྒྱུད་གཅིག་བྱས་མ་དེ་འདྲ་ཅིག་ལ་མ་བྱས་མོད་དེ་ཆོག་ཞུས་པ་ཡོག་མ་དེ་ཨེ་ཁྱོད་རང་གི་མི་རྒྱུད་དེ་དང་ཁྱོད་རང་གི་མི་རྒྱུད་ཀྱི་འགྲོ་སྟངས་ཆོས་ལ་མ་དེའི་ཚིག་དེ་ཆོས་དང་རྩ་བ་ཉིད་ནས་མ་འདྲེས་པས་མི་རྒྱུད་ཀྱི་འགྲོ་སྟངས་ཞིག་ཆགས་སོང། དེ་བྱས་ན་ང་ཚོ་བོད་པའི་མི་རྒྱུད་ཀྱི་འགྲོ་སྟངས་མ་རེད་པ། བོད་མི་རྒྱུད་ཀྱི་འགྲོ་སྟངས་ག་འདྲས་བྱས་ནས་ལས་ཆོས་དང་མ་འདྲེས་པའི་རྩ་བ་ཉིད་ལས་ཡོང་པ། ང་ཚོ་བོད་པའི་ལུགས་སྲོལ་གྱི་ནང་ལས་ཡང་བྱེད་སྟངས་འདྲེས་ནས་མང་པོ་གཅིག་གི་ནང་དཔེར་ན་ངས་འདི་ཡིན་ཞེས་ངས་ང་ཚོ་མེ་འདྲའི་ཕུད་དུས་ཡང་ངས་ཀྱང་རྣམ་པར་ཞུ་རྒྱུ་བྱུང། ང་ཚོ་བོད་པ་ཚོས་གཅིག་གི་སྲོལ་ཕྱེ་དེ་ལས་སྐྱ་དུད་འདུག་བ་ལས་འདིའི་རྫུ་གུ་བཞི་པོ་དེ་འོག་དེ་བཞག་མཐེ་བོ་དེ་འདིའི་སྒང་དེ་བཞག་ཅེས་རྫུ་གུ་བཞི་པོ་དེ་འདུག་སུ་འོག་དེ་བཞག་མཐེ་བོ་དེ་སྒང་དེ་བཞག་ཅེས་འདུག་སུ་བཀྱག་སྟངས་ཅིག་ཡོད་རེད། འདུག་སུ་བྱུས་དུས་ཡག་སོང་ནས་རྩ་བ་ཉིད་ནས་བྱེད་ཀྱི་མ་རེད།

འོ་དེ་ལུགས་དེ་ཡ་དེ། དེ་ཆོས་ཉིད་ལས་མ་ལས་དེ་འདྲ་རེད་འདུག་བ། ཆོས་ཉིད་ལས་དེ་འདྲ་གྱིས་གསུངས་འདུག་བ་སེམས་ཆོས་ཉིད་ལས་ཀྱིས་གསུངས་འདུག་བ། དེ་དག་ང་ཚོ་བོད་པའི་ལུགས་སྲོལ་ནང་ལ་ཕངས་གཏད་འདོད་ད། ཆ་ཚང་ཆོས་ཀྱི་ལུགས་སྲོལ་རེད། ཧ་ལམ་བོད་པའི་ལུགས་སྲོལ་གྱི་ནང་ལ་ཆོས་ཀྱི་ལུགས་སྲོལ་མ་འདྲེས་པ་ཧ་ལམ་ཡོད་མ་རེད། ཡིན་ནའི་མ་ཆོས་ནང་ནས་མ། དཔེ་ཆ་ནང་ནས་མ་མ་ལས་པའི་གཙང་ཉིད་ནས་ཡོད་མ་རེད་ད། ཁོ་གཞི་གང་དེ་ཕངས་ཚེ་དེའི་གྲོགས་ཉིད་ཡིན་ན་གང་གི་དཔེ་ཆ་ནང་ནས་མ་ལས་དེ་འདྲ་རེད། དཔེར་ན་དེ་རིང་མཁན་སེར་དེ་ཡོད་ན་མེད་ན་དེ་མི་ཤེས་ཏེ།

ང་ཚོ་གྲྭ་བ་ནི་ནི་ལྷག་པར་དུ་དེ་བླུག་དགོས་རེད་ཟེར་བ་དེ་མ་བླུག་པའི་ནི་ལྟུང་བ་ཡོད་གསུངས་པ་རེད་ངེས་བར་དུ་དེ་འདྲ་བྱེད་དགོས་ཡོད་གསུངས་པ་རེད་གསར་འབྱོར་འདི་དེབ་ཀྱི་གུ་རུང་ཆུ་བཏབ་པ་ཟེར་བ་དེ་དུ་བ་ན་ལ་ཡང་ཁོལ་སོས་ཟིག་མ་བཏགས་ཡང་ཁོལ་སོས་བསགས་ཏེ་ལུང་པའི་སྐྱེ་ཕྱིར་བཏགས་དུ་བ་ན་ལ་ག་ཟིག་ཡོད་གསར་འབྱོར་ཅོ་ནེ་རེད་ཀྱི་དེའི་མིང་ལ་ང་བཏགས་སུ་རུང་ཆུ་བཏབ་བ་ཟེར་བཏགས་ཞོར་རེད་ཁོ་ལྟུང་རུང་པོ་བཟོ་ཡག་གི་ཆེད་དུ་ཆུ་ཐིགས་སུ་བླུག་ཡག་དེ་རེད། ལྟོ་ལྟོ་གང་ལ་དཔེ་ཆ་རྣམས་བསྐྱར་སྐྱར་འདུག་བ། ཨེ་གཞུང་པོ་དེ་དངོས་གནས་བསམ་བློ་ཅིག་བཏང་འདུག་ད། ཨ་མོ་བོད་མི་རིགས་སུ་ཉིད་དེ། ཞེ་བོ་ཅི་རེད་ཤ་ཟ་ཟ་རེད། འཛམ་བུའི་གླིང་གི་ས་ཆ་མཐོན་པོ་འདི་འདྲའི་ཅིག་གང་ལ་ཡང་ས་སྐྱེས་ཀྱི་ཆོས་ཟེར་བ་རྩ་ཆེན་པོ་འདི། མི་རྟོག་ནས་མི་རྟོག་མི་རྟོག་ནས་མི་རྟོག་ཟེར་བ་འདི་བོད་པས་བདག་པོ་རྒྱབ་འདུག་བ། ཞེ་འདང་མི་རིགས་སུ་གཅིག་གིས་རྒྱག་ཐུབ་མི་འདུག་བ། ས་ཡོན་བརྩོན་འགྲུས་ལས་ཁོ་རང་འཁྲུངས་སེ་རྒྱ་གར་ལ་རེད། ཁོ་རང་མི་རིགས་འདི་གཅེས་པ་གང་རྒྱ་གར་རེད་པཱ་ལགས་ཨ་མ་ལགས་འདི་གཅེས་པ་གང་ཆེ་མང་རྒྱ་གར་རེད། དེའི་ལྟས་ས་ཡོན་བརྩོན་འགྲུས་ལས་ཀྱི་ཆོས་ཆ་ཚང་པ་ཅིག་རྒྱ་གར་རེད་བདག་པོ་རྒྱག་ཐུབ་མི་འདུག་བ། དེ་རིང་གལ་སྲིད་རྒྱ་གར་རེ་སྐྱིད་ལ་ཡང་སངས་རྒྱས་ཀྱི་ཆོས་ལྐོག་རྒྱག་ཅིག་ལ་འགྲོ་ཉེན་ནས་ཤོད་ཐུབ་ཉེན་མི་འདུག་བ། ང་ཚོ་བོད་པས་བདག་པོ་རྒྱག་རུ་བ་རྒྱག་རིན་ཡོད་རེད། བསམ་བློ་གཏོང་རིན་ཡོད་རེད་བྱེད་རིན་ཡོད་རེད།

ཞོགས་པ་རེ་རེར་སྐར་མ་བཅོ་ལྔ་བརྩེགས། སྐར་མ་ལྔ་བརྩེགས། ཐ་ན་གཞན་པ་ཕར་ཕྱིན་ན་སྐར་མ་གཅིག་བརྩེགས་ལས་མེད་ན་བསམ་བློ་དང་སྒོམ་བསྡད་དུས་དུ་ཉི་མ་གཅིག་ཁུར་པའི་ཏིའུ་ཞིག་དྲུག་གི་གཟི་བརྗིད་འདྲའོ། ང་ཚོ་ད་ལྟ་སྒོམ་བརྒྱབ་མྱུར་ཅེས་སྨྲས་པ། སྒོམ་བརྒྱབ་ན་གཏན་ཉིན་རེ་ཟིན་འགྲོ་ཡི་འདྲ། ཁུ་ཅི། སུ་སུས་ཡག་པོ་མ་བྱས་ཙང་མི་ཡག་པོ་བྱེད་ཉིན་ཞིག་མཐོང་ཡོང་དུས་དུ་ཁུ་མིག་ནང་མ་འདྲེས་པའི་ལྕེ་ལྕེ་སོ་ཤང་ནང་སྐུ་ཞོགས་སྙོམས་འཇུག་ཡག་པོ་ཞིབ་འདྲ་ཐོག་ནས་འོད་ཟེར་སང་སང་རེ་བཞིན་མེད་ཅིག་ཁོའི་ཏིའུ་གཅིག་མི་ལོ་ལོ་རེ་བྱས་སོ་ནོག་སོ་ཞིག། ཨེ་དེ་ལས་མང་པོ་ཀུ་ཀུ་སྐྱིད་དུ་བ་ཅིག་ཏོག་ཙོང་གང་ལ་རྡུང་བསྡད་ན་ད་དེ་ལས་ཡག་པོ་ཞིབ་ཞོར་ས་ཆེ་ཁྲི་ཁྲི་ཆུང་ཁྲི་ཁྲི་ཆེ་ས་ཆེ། དེ་སྔོན་ཏོག་ཏོག་སྡུག་ཅག་ཞུགས་རུ་བ། ད་ང་ཚོ་ཨ་ལེ་འདི། ཁྱོད་ཀྱང་ཅི་གོ་ལོ་བཏང་མ་ཤོག་ང་ཚོ་དགོངས་པ་འདུས་སུ་བཞེས་ན་ཆོག་གང་གཱའི་རིག་པ་དྲིན་ཆེ་དགོངས་པ་བཞེས་རོགས་གྱིས་ཁུ་ཐག་པ་ཐག་བྱས་ནས་དགོངས་པ་བཞེས་ཤོག Anyway ཨ་ལེ་ཅིག་དགོངས་པ་མ་འཁོར་བ་སུ་འདྲ་བསམ་བློ་མ་འཁོར་བ་སུ་འདྲ་ཡིན་ནས་ལས་ཨ་དེ་ཡིན་དེ་ཡིན་སོགས་ཀྱི་གཏམ་རྒྱུད་དེ་འདྲས་བསམ་བློ་བཏང་ཨ་ནི་སུ་སུའི་མེ་ལྕེ་ན་ལ་ཚུད་ལས་བྲེལ་བ་ཆེ་ཡང་འདི་གཏམ་རྒྱུད་དེ་ཨོ་ཏག་ཏག་དེ་རིང་རྒན་རབས་ཀྱི་གསུང་ཡང་གཏམ་རྒྱུད་དེ།

ཨོ་དེ་ནི་གྲོང་པའི་ཡིག་ཁོ་རེད་གོ་སྐམ་ད་རེད་གི་རེད། ཨ་ཁོས་དེ་འདྲའི་ཞིག་རེད། གང་གང་ཅིག་བཤད་ཀྱི་དེ་གི་རེད་བཤད་བཤད། དེ་འདྲའི་ཞིག་སྐྱོ་བ་མ་རེད། དེ་ཆོས་ཉན་དང་དཔེ་ཆ་ཅིག་ཅར་ན་མ་ནོར་བ་ལྟ། སང་ཉིན་ནི་ཅིག་སྐྱོ་བ་མ་རེད། ད་དཔེ་ཁའི་སང་ཉིན་ཆོས་འདི་རིགས་ཀྱི་གཏམ་རྒྱུད་ཡིན་ནའི་དྲན་འདུག་ང་ཚོ་དཔེ་ཆ་ནང་ན་མ་ཤེས་ཤོད་ད་སུ་སུའི་ལོ་རྒྱུས་སྙིང་པོ་དེ་ཕ་མཐུན་བྱས་ཨོ། དགོངས་དག་ངས་འདི་འདྲའི་ཞིག་བྱས་ཤག་དགོངས་དག་ཐུགས་བདེ།

ང་ཚོ་ནང་པ་ཡིན་པ། འདི་ནོབ་ད། འདི་བོད་རྒྱ་རྒྱ་དམ་པ་ནོབ་འདི་འདི་རྩ་བ་ཉིད་ནས་ནོན་རྒྱུ་ད་འདི་བཤད་ན་ཕན་སེམས་ཅི་ཐང་ཆོས་རྒྱ་དམ་པ་སྟོང་དམ་པ་ཉིད་ནས་ལས་ཕན་རྒྱུ་འདུག་མ་ཆོས་ས་དེ་ཁི་སིང་སྙེ་མ་ནས་ང་ཚོ་ཞི་དྲག་ཞུས་ཚར་ཡིན་པ། ཆོས་ཀྱི་མེ་ལོང་དེ་སུ་སུ་ལ་ཁ་བསྐོར་བྱེད་འདོད་དགོས་རེད་མ་གཏོགས་གཅིག་གི་མི་ཞི་ནག་ཅིག་ལ་ཕ་ཁ་བསྐོར་བྱེད་འདོད་ན་དཔེར་ན་ང་ཚོ་ཤེལ་སྒོ་དེ་གཅིག་པུ་བཞག་ནས་ཤེལ་སྒོ་དེ་མི་ཞི་ནག་ངོ་ལ་ཕ་ཁ་ལོག་བྱེད་འདོད་ན་གཅིག་པུ་ན་དོང་སྟེ་ཡ་དེ་ཁོ་རེད་མ་གཏོགས་སུ་འདུག་མ་རེད་པ། ད་སུ་སུ་ངོ་དེ་སུའི་ཁ་ལོག་བྱེད་འདོད་ངེས་ཡིན་ན།

ང་ཚོ་དཔེ་ཁྲིད་མང་པོ་ཞུས་པ་རེད་ད་གསུང་ཆོས་མང་པོ་ཞུས་པ་རེད་ད་ང་ཚོ་གང་གི་ཕར་ཚུར་བེད་ཆ་ད་ནང་ཚགས་ཤག་རེད་ད་གསུང་ཆོས་བཤད་མདོ་སྙན་ཞུ་བསྟོད་བཤད་དུ་ཡང་ཅང་ཡོང་མ་སྟེ་གང་ད་ད་ང་ཚོ་ནང་ཚགས་ཤག་རེད་ད་ཁྲིམས་དཔོན་ལག་ལེན་ལ་སྐྱེལ་དགོས་ཡ་རྩིས་རྒྱག་དགོས་རེད་པ་རྗེ་རོ་མ་ཞིག་གི་ལག་ལེན་ཆེན་མོའི་ནང་ལ་ཡང་ཆོས་ཤེས་པ་ཡང་བྱེད་པའི་དོན་ཡིན་པའི་གསུང་འདུག་ཆོས་སྦྱངས་རྗེས་ཤེས་པ་བྱེད་ཡག་དེ་ག་རེ་བྱེད་དུ་རེད་བྱེད་ཡག་གི་ཆེད་དུ་རེད་ལག་ལེན་སྐྱེལ་ཡག་གི་ཆེད་དུ་ལག་ལེན་སྐྱེལ་གི་མི་འདུག་ན་ཆོས་ཤེས་པ་དེ་ད་ཤེས་ཡོན་ཅན་ཟེར་བྱ། ང་ཚོ་དེ་རིང་གེ་སེ་ཚེ་རིག་གཅིག་ཅེ་མ་མ་གཅིག་གཅིག་གཅིག་ཐོག་ཚེ་རིག་གང་གི་གཅིག་གཅིག་ཅེ་མ་མ་མ་སེ་ཡ་ཐོག་ཐོག་གང་ག། ཤོད་ཡ་དེ་རེད་འདི་ལང་ལེ་སྐྱེ་བོ་མ་རེད་འོ་དེ་ཤེས་ཡོན་ས། ཤེས་ཡོན་ས་དེ་ང་ཚོའི་ཆོས་དེ་ཤེས་ཡོན་ཙམ་གཅིག་གམ་ཞོ་ཨ་ཡོ་མ་བལྟ་ལང་ལེ་ལེ་སྐྱེ་བོ་ང་ཚོ་ཤེས་ཡོན་ཅེ་མ་བལྟ་ཤེས་ཡོན་ཅེ་ས་དེ་ཁོ་གོ་ཚོད་འདི་འདྲི་གི་ཡོད་རེད་ཨ་ཞེ་ད་གི་གི་ཡོད་མ་རེད་གོ་ཚོད་ཚོད་ན་ཁོ་དེ་ཤེས་སོང་ན་ཤེས་པའི་ཡོན་ཏན་ཞིག་ཐོབ་སོང་ད་འཇིག་པ་རེད་དེ་སང་ཤེས་ཡོན་ཅན་ཟེར་འདུག་ང་ཚོ་ཉམས་ལེན་པ་ཟེར་འདུག་ད་ཉམས་ལེན་པ་ཟེར་འདུག་དེ་ང་ཚོ་ངོ་མ་དེ་ཞེས་གོ།